བྱང་ཆུབ་སེམས་དཔའི་སྤྱོད་པར་འགྱུར་བ་ཞེས་བྱ་བའི་ཞེས་ལུང་དུ་བསྟན་པའི་བར་སྐབས་སུ་བབས་པ་ཡིན་པས། འདི་ལ་ཡང་ས་བཅད་ཀྱི་དབང་དུ་བྱས་ན། བྱང་ཆུབ་སེམས་མ་སྐྱེས་པ་སྐྱེ་བའི་ཐབས་དང། སྐྱེས་ནས་མི་གནས་པར་སོང་བའི་ཚུལ། བག་ཡོད་དང་བྲན་བཞི་ཡིན་ལ་གསོལ་བ་བསྟན་པའི་ཚུལ། བར་ཆད་མཐའ་མ་ཆེ་ལ་བསླབ་པའི་ཚུལ། བསྔོ་བའི་ལེའུ་དང་བཅས་ཏེ། འཇིགས་མེད་བར་ཅན་ལྷ་བའི་ཚུལ་བྱས། ཡོལ་བའི་ནང་ནས་དང་པོ་ན་གསུམ་ཟིན་པར་བྱས། སྐབས་སུ་བབ། བར་ཆེན་ལྷ་མོ་བཞིན་བསླབ་པའི་ཚུལ་ནི། གསོལ་བ་དང་བརྩོན་འགྲུས་དང་བསམ་གཏན་ཤེས་རབ་བཅས། བཞི་ཡོལ་བ་ལས་དང་པོ་གསུམ་གསུམ་ཟིན་པར་བྱས། ལྟ་ཞིབ་བསླབ་པའི་ཚུལ་ཡིན། ལྷག་མཐོང་ངོ་ཤེས་པར་བསླབ་པའི་ཚུལ་ཏེ། ད་འདི་ལ་ཡང། ལེའུའི་གཞུང་བཤད་པ་དང། ལེའུའི་མཚན་མེད་པ་གཉིས་ཡོད་སྣང་ནས། ད་ལྟ་ལེའུའི་གཞུང་བཤད་པའི་སྐབས་འདི་ཡིན། ལེའུའི་གཞུང་བཤད་པ་འདི་ལ་ཡང། ཐར་པ་འདུས་པའི་དེ་ཁོ་ན་ཉིད། རྟོགས་པའི་ཤེས་རབ། ཅེས་དགུ་པར་བསྟན་པ། དེ་ཇི་ལྟར་བྱེད་པའི་ཚུལ། དེ་ཇི་ལྟར་སྤྱད་པའི་ཐབས། དེ་སྤྱད་པ་ལ་འབད་པར་གྱིས། གཅིག་པར་འདོམས་པར་བྱས། གསུངས་ཡོད་པའི་ནང་ནས། དང་པོ་གསུངས་ཟིན་པར་བྱས། གཉིས་པ། དེ་ཇི་ལྟར་སྤྱད་པའི་ཐབས་དེ་ལ་ཡང་གསུངས་བྱས་ནས། བདེན་གཉིས་ཀྱི་རྣམ་བཞག་བཤད། བར་དག་པ་རྟོགས་པར་འདོད་པ་ཙམ་གྱིས་ཀྱང།

མགུལ་བ་ལ་ཡང་གསུམ་བཅས་ནས། རྡོ་རྗེ་སེམས་མའི་གཏན་ཚིགས། རྟེན་འབྲེལ་གྱི་གཏན་ཚིགས། ཡུལ་མེད་སྐྱེ་འགོག་གི་གཏན་ཚིགས། བཅས་གསུངས་ཡོད་པའི་ནང་ནས། དང་པོ་གཉིས་པོ་དེ་གསུངས་ཟིན་པ་བཅས། ད་ད་ལྟ་སྐབས་སུ་བབས་པར། ཡུལ་མེད་སྐྱེ་འགོག་གི་གཏན་ཚིགས་ཀྱི་སྐབས་དེ་ལ་སླད་ཡོད། ད་ཡུལ་མེད་སྐྱེ་འགོག་གི་གཏན་ཚིགས་དེ་ལ་ཡང། གཏན་ཚིགས་བསྒྲུབས་ནས་སྐྱེ་བ་རང་བཞིན་གྱིས་གྲུབ་པ་འགགས་པ། དེ་འགགས་པ་རང་བཞིན་གྱིས་གྲུབ་པ་མཁས་པ། དེ་འགགས་པས་རང་བཞིན་གྱིས་གྲུབ་པ་མཁས་པ། དེས་ན་སྲིད་ཞི་མཉམ་པ་ཉིད་དུ་གྲུབ་བོ་ཞེས་ནས། གསུམ་ཡོད་པའི་ནང་ནས། ད་དང་པོ། གཏན་ཚིགས་གྲུབ་པའི་རང་བཞིན་དེ་རེད། དེ་ཁ་སང་མདོར་བསྡུར་ཞུས་ཟིན་པ་རེད། དངོས་པོ་ཡོད་པར་བརྗོད་པ་ལ། བརྗོད་ཡི་དགོས་པ་ཅི་ཞིག་ཡོད། འོན་ཏེ་དེ་ནི་མེད་ན་ཡང་བརྗོད་ཡི་དགོས་པ་ཅི་ཞིག་ཡོད། དངོས་པོ་རང་བཞིན་གྱིས་ཡོད་པ་ལ་འཇུག་དགོས་པ་མེད་པ་དང། དངོས་པོ་རང་བཞིན་གྱིས་མེད་པའམ་གཏན་ནས་མེད་པ་ལ་ནི་རྒྱུས་བསྒྲུབ་མི་ནུས་པ། ད་དེ་ལ་ཡང་བྱེ་བ་ཕྲ་ཆ་རྒྱུ་ཡིས་ཀྱང་དངོས་པོ་མེད་པར་འགྱུར་དུ་མེད། གནས་སྐབས་དེའི་དངོས་ཇི་ལྟར་ཡིན་དངོས་འགྱུར་གཞན་ཡང་གང་ཞིག་ཡིན། ད་ཚིག་དེ་དྲང་པོ་སྒྲོག་ཅིག་དུ་བ།

དགའ་སྐྱོ་ཞི་བ་རེད། དངོས་པོ་མེད་པའི་གནས་སྐབས་ཤིག་ཟིན་པའི་རྗེས་ལ་ཡང། དངོས་པོའི་ངོ་བོ་གྲུབ་པ་རེད། དངོས་པོ་མེད་པའི་གནས་སྐབས་མ་ཤི་བའི་སྐབས་ནས། དངོས་པོའི་ངོ་བོ་ལ་གྲུབ་པ་རེད། དེ་གཉིས་ཡིན་ན་ཤི་དང་མ་ཤི་ཡི་མཚམས་ག་འདྲས་ཀྱི་ནས་ད་དེ་སྤྱད་དེ། དངོས་པོ་གང་ཡང་རུང་བ་རང་གི་ངོ་བོས་གྲུབ་པ་ཁས་བླངས་པ་ཡིན་ན། དེའི་མཚམས་དེ་ཟིན་དགོས་བ་རེད། འོན་ཏེ། མཚམས་འདི་གཏད་ནས། ཨོ་དེ་རེད་རེ་བ་བརྗོད་པ་རེད། མེས་ཚིག་དངོས་ཡོད་སྲིད་མིན་ན། དངོས་པོ་ཡོད་པ་ནམ་ཞིག་འགྱུར། དུས་འདི་གཏད་ནས། དངོས་པོ་མེད་པའི་ཚེ་ན། དངོས་པོ་ཡོད་པ་སྲིད་པ་མིན་ན། ཨ་ནི་དངོས་པོ་ཡོད་པར་འགྱུར་བའི་དུས་ཚོད་དེ་ག་རེ་རེད་ནམ་ཞིག་འགྱུར། དང་པོ་གཅིག་པར་མ་གྱུར་བར། དངོས་མེད་དང་ནི་འབྲལ་མི་འགྱུར། དངོས་པོ་ཡོད་པ་དེ། མ་གཅིག་གི་བར་དུ་དངོས་པོ་མེད་པའི་རང་བཞིན་དང་མི་འབྲལ་བ་རེད། དངོས་པོ་མེད་རང་བཞིན་དང་མི་འབྲལ་བ་ཡིན་ན་ཨ་ནི་དངོས་པོ་ཡོད་པའི་སྐབས་མི་སྲིད་པ་རེད། ཨང་དུ་བྱས་མཐར་རགས་པ་ཙམ་བྱས་པ་ཡིན་ཟེར་བ་ཞིག་རེད། ད་དེའི་བར་ཁ་ལོག་ནས་དངོས་པོ་མེད་པའང་མི་འགྱུར་ཏེ། དངོས་པོ་ཡོད་པ་དེ་དངོས་པོ་མེད་པར་མི་འགྱུར་བ་དེ།

ཡེ་ནས་མེད་པ་དང། དངོས་པོ་མེད་པ། ཐ་ཇིག་ཏུ་སྐྱེ་བར་དཀའ་བ། གཉིས་ཆར་རབ་མཉམ་དུ་དཀའ་བ་ཡིན་པ་རེད། རྒྱུ་དུས་ནས་མེད་པའི་སྐྱེ་བ་འགོག་པ་ཡིན་ན་ཡང། རྒྱུ་དུས་ནས་མེད་པའི་སྐྱེ་བ་དེའི་རང་བཞིན་གྱིས་ལྕི་བ་ཡིན་ན། དགའ་གི་ཡོག་རེད་མ་གཏོགས་འདི་ལ་དགའ་ཞག་གི་ཆར་མ་བཅད་པར་བྱས་རྒྱུ་དུས་ན་མེད་པས། དངོས་པོ་གཅིག་ལྕི་བ་དེ་རང་བློ་ལས་ཁས་ལེན་གི་རེད་བ། བྱས་ཙང་རྒྱུ་དུས་ན་མེད་པའི་ལྕི་བ་འགོག་པ་དེ་ཡང། རྒྱུ་དུས་ན་མེད་ཀྱང་ལྕི་བས་དེ་རང་བཞིན་གྲུབ་པའི་ལྕི་བ་འགོག་པ་ཡིན་པས་དགའ་ཞག་གི་ཆེ་བ་རྒྱག་འོས་བོ། དེ་རྒྱ་བཟའ་ཟླུ་གིས་ཟས་བྱས་རྣམས་པ་དེ་ད་ལྟ་བྱས་བ་རེད། དེ་གིས་དགའ་བ་རང་བཞིན་གྲུབ་པ་ཁས་བ། ད་ལྕི་བ་རང་བཞིན་གྲུབ་པ་ཁས་སོང་ན།

སྐྱེ་བའི་རང་བཞིན་མེད། འགག་པའི་རང་བཞིན་མེད། བདག་ལྟ་བའི་དངོས་པོའི་རང་བཞིན་ཡང་གཡོ་བ་མ་ཡིན་པ་དེའི་ཕྱིར་ན། ཁམས་གསུམ་གྱི་འགྲོ་བ་ཐམས་ཅད་དུས་རྟག་ཏུ་རང་བཞིན་གྱིས་མ་སྐྱེས་པ་དང། རང་བཞིན་གྱིས་མ་འགགས་པ་ཉིད་རེད། ཨ་འདུག་སོང། རྟག་ཏུ་མ་སྐྱེས་མ་འགགས་ཉིད། རྟག་ཏུ་མ་སྐྱེས་མ་འགགས་ཡིན་པ་ཡིན་ཙང་འགྲོ་བ་འདི་དག་ཐམས་ཅད་རང་བཞིན་གྱིས་མ་སྐྱེས་པ་དང་མ་འགགས་པ་དང་གཟུན་མ་ནས་ཞི་བ་ཡིན་པའི་རྒྱུ་མཚན་གྱིས་འགྲོ་བ་ཐམས་ཅད་ཀྱི་སྟེང་གི་ཆོས་ཉིད་དེ་རང་བཞིན་གྱིས་མྱ་ངན་ལས་འདས་པ་རེད་གསུངས་བ་རེད། ད་དེའི་རྗེས་ལ་སྲིད་ཞི་མཉམ་པ་ཉིད་དུ་འགྲོ་བ་དེ་རེད། སྲིད་པ་དང་ཞི་བ་སྲིད་ཡག་གི། སྲིད་པ་འཁོར་བ་དང་ཞི་བ་མྱང་འདས་སུ་ཡར་གྱི་རྣམ་པ་མི་འདྲ་བའང་ཐ་དད་པར་བཞག་ཡ་དེས། ཀུན་རྫོབ་ཀྱི་ངོར་ཙམ་རེད་མ་གཏོགས་དོན་དམ་དུ་དབྱེ་བ་འགལ་ཡོད་པ་མ་རེད། འགྲོ་བ་རྨི་ལམ་ལྟ་བུ་དེ་རྣམ་པར་དཔྱད་ན་ཆུ་ཤིང་འདྲ། ཇི་སྲིད་འགྲོ་བ་དེ་ཚོའི་ཁམས་གསུམ་ཁུ་རེ་གནས་ན་ཆང་གི་འགྲོ་བ་ཅི་བྱེད་ཅེས་རྨི་ལམ་དུ་སྒྱུ་མ་དང་འདྲ་བ་རེད། འདི་ལ་ཡང་དོན་དམ་དཔྱོད་བྱེད་ཀྱི་རིག་པའི་རྣམ་པར་དཔྱད་པ་ཡིན་ན་ཆུ་ཤིང་དང་འདྲ་བ་རེད། ཆུ་ཤིང་ཞེས་པ་དེ་རྒྱ་གར་ནང་ནས་ཡོད་པའི་ཀེ་ལ་སྡོང་བུ་ཟེར་བ་དེ་རེད། ཀེ་ལ་སྡོང་བུ་ཟེར་བ་དེ།

ཁྱོད་ཆེན་གྱི་པགས་པ་ཞུ་བ་དང་འདྲ་བ་རེད། འོ་དེ་འདྲ་ཡིན་དུས་སྐབས་རེ་ཡ། ཨ་ནི། མྱ་ངན་འདས་དང་མ་འདས་པའང་འདི་ཉིད་དུ་ནི་བྱེད་པར་མེད། མྱ་ངན་ལས་འདས་པའི་རྣམ་གཞག་དང། མྱ་ངན་ལས་མ་འདས་པའི་འཁོར་བའི་རྣམ་གཞག་དེ་ཚོ་ཡང། ཀུན་རྫོབ་སྒྱུ་མ་ཙམ་དུ་བཞག་པ་མ་གཏོགས་དོན་དམ་དུ་སྦྱོར་བ་བཅས་ཡོད་པ་མ་རེད།

མེད་དུ་བཏུབ་པའི་བརྡར་ཤེས་ཀྱི་བརྡར་ཤེས་ཟེར་ན་ཡང། དཔེར་ན་བརྡར་ཤེས་ཕུང་པོ་ཟེར་ཡང་དེ་ལས་བརྩི་བ་མ་རེད། ནི་དང་ཕུང་པོའི་ལྟ་བའི་གང་ཟག་ལྟ་བུ། བརྡར་ཤེས་གང་ཡང་རུང་བའི་སྟེང་དུ་བརྡར་ཤེས་ཕུང་པོ་ལྔ་ལ་བཟོ་བའི་སྟེང་དུ། མེད་དང་བཏུབ་པའི་མདོག་ཙམ་གྱི་གང་ཟག་ལྟ་བུ་དེ། ཐ་སྙད་ཀྱི། ཐ་སྙད་དུ་ཡུལ་བའི་གང་ཟག་དེ་རེད། ད་དེ་འདྲ་བའི་མི་དང་ལྟོ་བའི་རྟགས་ཙམ་གྱིས་མ་ཚིམ་པར་བྱས་ནས། མི་དང་ལྟོ་བའི་རྟགས་ཙམ་ཟེར་ཡག་གི། བཏགས་པའི་གང་ཟག་དེ། འདོགས་བྱེད་ཀྱི་སྟེང་དུ་ཡོད་རེད་བས། གདགས་བྱའི་སྟེང་དུ་ཡོད་རེད་བས། གཉིས་ཀའི་སྟེང་དུ་ཡོད་རེད་བས་འོ་འདུག་གསལ་ཁ་ཕྱིན་པ་ཡིན་ན། ད་དེ་དོན་དམ་དཔྱོད་བྱེད་རེད་འདྲི་བ་རེད། གང་ཡིན་ཅེ་ན། ཐ་སྙད་ཚད་མའི་བཞག་པའི་དངོས་པོ་འདི་ཡང། དོན་དམ་ཆོས་ཅིག་གི་རིགས་པའི་རྩལ་ཡོད་པ་ལ་རྙེད་དགོས་ཡ་ཅི་ཡོད་མ་རེད། རྙེད་དགོས་ཡ་ཡོད་མ་རེད་ལ། དེས་མ་རྙེད་པ་རེད་མ་གཏོགས་མེད་པར་རྙེད་པ་ཡང་མ་རེད། དེ་ཡིན་ཙང་མེད་ཙང་ཐ་སྙད་ཙམ་མིན་ཙང་བཏགས་ཡོད་ཙམ་གྱིས། ཀུན་རྫོབ་ཀྱི་ཆོས་ཐམས་ཅད་མི་སླུ་བ་རང་བཞིན་གྱིས་གནས་ཐུབ་པ་དེ། རྒྱུ་འབྲས་དེ་འདྲའི་གྱི་རྣམ་གཞག་ཐམས་ཅད

དེ་ལ་ཡང། ཐ་བ་འདུལ་བའི་དུས་ཁོ་ན་ཡིན་དུས་ཤེས་རབ། ཅེས་པ་ལ་འདོད་པར་གདམས་པ། དེ་ལ་ཡང་ས་བཅད་གསུམ། གདམས་པ་སྨོས་བཅས། འཁོར་བའི་ཉེས་དམིགས་བསྟན་པའི་སྒོ་ནས་ཡིད་བཞིན་པའི་མོས་པ་བསྟན་པར་བྱེད། ཡིད་བཞིན་པའི་རྣམ་པའི་འཛིན་སྟངས། བསྟན་པ་བྱས། ཨ་དེ་གསུམ་ཡིན་པ་རེད། གང་ལྟར། འཁོར་འདས་བཅུད་ཐམས་ཅད། རང་བཞིན་ཉིད་མ་གྲུབ་པས། སྟོང་པའི་ངོ་བོ་ལ་ལྟུང་བའི་སྐབས་ཀྱི། སེམས་ཅན་ལ་དམིགས་པའི་གཉིས་ཅིག་ཁྱད་པར་དུ་འཕགས་དགོས་ཡ་དང། ལྷག་པར་དུ་དམིགས་མེད་ལ་དམིགས་པའི་གཉིས་ཅིག། གསར་དུ་སྐྱེ་ཡག་གི།

སྤྱིར། ཆོས་ཐམས་ཅད་གནས་ལུགས་ཀྱི་དབྱིངས་སུ་མཉམ་པར་རོ་མཉམ་པར་དབྱེ་བ་མེད་པ་ནང་བཞིན། གནས་ལུགས་ཀྱི་དོན་རྟོགས་པ་ཡིན་ན། འཇིག་རྟེན་ཆོས་ཅན་ཡང་རང་བཞིན་གྱིས་རོ་མྱོང་མྱོང་ཡང། འཇིག་རྟེན་ཆོས་ཅན་རོ་མྱོང་བའི་ཆེད་དུ། ཟུར་དུ་འབད་པ་བྱེད་མི་འོས། འདིར་སྦྱར་བདེ་བར་ལྡང།

འཇིག་རྟེན་གྱི་ཆོས་བརྒྱད་ཟེར། འཇིག་རྟེན་ཆེན་པོར་རྙེད་དང་མ་རྙེད་དང། བདེ་དང་མི་བདེ་རྙེད་དང་མི་རྙེད་དང། སྟོད་སྨད་ཅེས་བྱ་འཇིག་རྟེན་ཆོས་བརྒྱད་པོ། བདག་གི་ཡུལ་མིན་པའི་མགོན་ཡུམ་མཛོད། ཀླུ་རུ་གསུམ་པ་ནང་བཞིན་འཇིག་རྟེན་གྱི་ནང་ལ། རྙེད་པ་ཐོབ་པ་ལ་དགའ་བར་བྱེད་པ་རྙེད་པ་མ་ཐོབ་པ་ལ་དགའ་བར་བྱེད་པ། བདེ་ན་དགའ་བར་བྱེད་པ་མི་བདེ་ན་མི་དགའ་བར་བྱེད་པ། སྐད་ཆ་སྙན་པོ་བྱུང་ན་དགའ་བར་བྱེད་པ། གཏམ་ལ་ཟུག་སྙན་མ་རྒྱུ་ན་མི་དགའ་བར་བྱེད་པ། གཞན་གྱིས་རང་ལ་བསྟོད་ནས་དགའ་བར་བྱེད་པ་སྨད་ནས་མི་དགའ་བར་བྱེད་པ། འདི་བྱས་དེ་བྱེད་དང། འཁོར་བའི་ཉེས་དམིགས་དང། མི་རྟག་པ་ལ་སོགས་བསྒོམས་ནས་མགོ་སྙོམས་ཡང་ཡོད་རེད་དེ། ཆོས་ཐམས་ཅད་དེ་བཞིན་ཇི་སྙེད་སུ་དབྱེ་བ་མེད་པར་མཐོང་ཡོང་གི་སྐབས་ལ་དེ་མགོ་སྙོམས་ཡ་དེ་ལས་ལྷག་རུ་འགྲོ་བ་རེད། དེ་ལྟར་སྟོང་པའི་དངོས་རྣམས་ལ་རྟོགས་པར་བྱེད་རྒྱུ་ཤུགས་ཆེ་ཡོད། གང་གི་རང་གི་བྱས་པའང་ཡོངས་སུ་གནས་པའང་ཅིའི་ཕྱིར་ཡོད། རང་གི་ངོ་བོའི་གྲུབ་པ་རྡུལ་ཙམ་ཡང་མེད་པའི་གནས་སྐབས་ལ་ཡ། སྟོང་པའི་དངོས་པོ་རྣམས་ལ་ཡ།

གང་ཞིག་འདིར་ནི་འཆི་འགྱུར་ཏེ། འབྱུང་འགྱུར་གང་ཡིན་ཡིན། འབྱུང་འགྱུར་ཅང། རྙེད་དང་ཤེས་ཀྱང་གང་ཞིག་ཡིན། འོ་དེ་འདྲ་ཡིན་ཙང། དོན་དམ་བཅུད་ཀྱི་རིགས་པས་དཔྱད་པ་ཡིན་ན། གསོན་པའི་འཇིག་རྟེན་འདིའི་ནང་ན། ལས་སོགས་བ་པོ་ལ་སོགས་པ། དོན་དམ་གཉིས་ཡོད་དམ། ནམ་ཞིག། གང་ཞིག་འདིར་ནི་ཕྱིན་གྱུར་ཏེ། གསོན་པོའི་འཇིག་རྟེན་འདི་ཅི་བའི་སྐབས་ལ་ཡང། སྐྱེ་བ་རང་བཞིན་གྱིས་མ་འགྲོ་བ་ཡིན་ཙང། ཚེ་ཕྱི་མར་འབྱུང་འགྱུར་གང་ཡིན་པ་དང། བྱུང་ཟིན་པའི་སྐྱེ་བ་སྔ་མ་གང་ཡིན་པ་དང། འཆི་བའི་གནས་སྐབས་གང་ཡིན་པ། ཕན་འདོགས་པའི་གཉིས་སུ་ཡིན་པ།

དེ་རྟོགས་པར་བྱ་བ་ལ་འབད་པར་རིགས་པ། དེ་འདྲ་བའི་གནས་ལུགས་ཀྱི་དོན། ཆོས་ཅན་མགོ་སྙོམས་ཀྱི་བྱེད་ཐུབ་ངེས་ཀྱི་གནས་ལུགས་ཀྱི་དོན་དེ་རྟོགས་པ་ལ་འབད་པར་རིགས་པ་དེ་ག་རེ་རེད་ཅེ་ན། ཐམས་ཅད་ནམ་མཁའ་འདྲ་བ་ནི་བདག་འདྲས་ཡོངས་སུ་བཟུང་བར་གྱིས། དེ་ལྟར་ཆོས་ཐམས་ཅད་རང་གི་ངོ་བོས་མ་གྲུབ་པ། རང་གི་ངོ་བོས་སྟོང་པས། རང་གི་ངོ་བོ་མ་གྲུབ་པ་ཙམ་རང་ངོས་སྟོང་པའི་མེད་དགག། ནམ་མཁའ་དང་འདྲ་བ་སྟེ། གཞུང་འདི་རྩོམ་པ་པོ། འབྲས་ཆེན་པོ་ཞི་བ་ལ། རང་ཉིད་འདི་ཡང་བདག་འདྲས་ཡོངས་སུ་གཟུང་བར་བྱས། བདག་དང་བདག་ལྟ་བུའི། སེམས་ཅན་འདི་བྱས་ཀྱི། ཡོངས་སུ་གཟུང་བར་བྱས་གསུངས་པ་དེ། བཏབ། བསྐུལ་བའི་ཚིག་རབ་ཀྱི་རེ་བ་ཀུན་སྲུང་བར་བྱས། བསྐུལ་བའང་གདམས་པའི་ཚིག་ཅི་རིགས། ཆོས་རྣམས་ནམ་མཁའ་དང་འདྲ་བ་ནི། གཞུང་གསུམ་པ་པོ་དག་འདྲ་བས་ཡོངས་སུ་གཟུང་བར་བྱེད་དེ། སྲིད་པའི་རྩ་བ་བཅུ་པ་དང། ཐམས་ཅད་བྱེད་པར་སྒྲུབ་པའི་ལམ་གྱི་གཙོ་བོ་ཡིན་པའི་ཕྱིར་རོ། བདག་འདྲ་བ་ནི་གཙུག་འདྲ་བས་པོས་ཁེངས་སྐྱུང་བ་དང། གཙོ་བོ་ནི་དེ་ཁོ་ན་ཉིད་མ་རྟོགས་པས་སོ་བཅུ་བ་རྣམས་བདམས་པ་ཡིན་ནོ། ད་གཙོ་ཆེ་བ་དེ་དེ་ཁོ་ན་ཉིད་མ་རྟོགས་པས་སོ་བཅུ་རྣམས་བདམས་པ་ཡིན། ད་ཉིད་གཉིས་པ་དེ་ནི་ཡང་དག་གི་རྩ་བའི་ས་བཅད་གཉིས་པ། འཁོར་བའི་ཉེས་དམིགས་བསྟན་ནས་ཉིད་ཀྱིས་བྱིན་པའི་སྨོད་པ་བསྟན་པ་ལ་ཡང་ནང་གསེས་ཀྱི་ས་བཅད་ལྔ་བཅས། ཚེ་འདིའི་ཉེས་དམིགས་འཇིག་རྟེན་ཕྱི་མའི་ཉེས་དམིགས། བདེ་འགྲོར་བཅས་ཀྱང་དམ་ཆོས་སྒྲུབ་པའི་ལུང་མེད་པའི་བསམ་ལུང་མེད་པར་བསམ་པ། དལ་འབྱོར་ཤིན་ཏུ་རྙེད་པར་བསམ་པ། དེས་ན་རང་གཞན་འཁོར་བའི་སྡུག་བསྔལ་གྱི་སྣང་བ་ལ། མྱ་ངན་བྱ་བར་འགྱུར་བར་བསམ་པ་བཞིན་བསྟན། གོང་དུ་གཏུམ་པ་གཉིས་ཀྱི་དོན་གྱིས་མཚོན་པའི་ལེའུ། དགུ་པ་ཡན་ཆད་ལ་བསྟན་ཟིན་པའི་དོན་བྱེད་དུ་གང་གཱ་ལོག་ལྟར་དངོས་སུ་ཉམས་སུ་ལེན་པའི་སྐབས་ལ། བདག་འགྱུར་དོན་བྱེད་གཉིས་ཀ་དང་འཆི་བ་མི་རྟག་པ་དང་དེ་བཅས་ཏེ་བསམ་པའི་ཐོག་ནས། འཕྲལ་དང་འཕྲལ་དུ་རང་གི་ཉམས་མྱོང་ལ་ཐེ་བ་ཅི་དགོས་ཡ་དེ་གསུང་དགོས་པ་རེད། ད་ཁོ་བོའི་ཉེས་མིང་དེ་ནང་ལ་ཡ་ཚེ་འདིའི་ཉེས་མིང་དེ་ག་རེ་རེད་ཟེར་ན། ཐབས་དང་སྤྲོ་བའི་རྒྱུ་དག་གིས། རབ་ཏུ་འཁྲུགས་དང་དགའ་ཞིང་དགའ་བར་བྱེད། མྱ་ངན་འབད་རྩོལ་རྩོལ་བ་དང་ཕན་ཚུན་རྩོད་དང་འབེབས་པ་དང། སྡིག་དག་གིས་ནི་ཚིག་ཆེན་འཚོ། བདག་ཉིད་བདེ་བར་འདུལ་བ་ཡི་ཚིགས་བཅད་ཡོད་རེད།

ཐབས་དང་སྤྲུལ་བའི་རྒྱུ་དག་གིས། རབ་ཏུ་འཁྲུགས་དང་དགའ་བར་བྱེད། བདག་ཉིད་བདེ་བར་འདུད་རྣམས་ནི། མྱ་ངན་འབད་རྩོལ་རྩོལ་བ་དང། ཕན་ཚུན་གཅོད་དང་འབད་པའི་དང། སྡིག་དག་གིས་ནི་ཚིག་ཕྱིན་འཚོ། སྡིག་པ་དང་འདྲ། ཚེ་འདི་ལ།

བདེ་བ་འདུས་པའི་ཀུན་ནས་བསླངས་འདི། རང་གི་དགྲ་འདི་ཡག། རང་གི་བདེ་བའི་བར་ཆད་རེད་བསམ་དྲན་ནས་འཐབ་པ་དང། གཉེན་འདི་ཡག། རང་གི་བདེ་བའི་མཐུན་རྐྱེན་རེད་བསམ་ནས་བདེ་ཚོད་ལ་ཡག། སྐྱིད་པོ་ཡོང་ཡག་གི་ཆེད་དུ། དེའི་འབད་རྩོལ་གྱི་ནང་ནས་སེམས་རབ་ཏུ་འཁྲུགས་ནས་སེམས་རབ་ཏུ་འཁྲུགས་པ་དང། སྐབས་རེ་སེམས་དགའ་བར་བྱེད་པ། འདོད་པ་མ་འགྲུབ་ན་མྱ་ངན་བྱེད། ད་དུང་འདོད་པ་འགྲུབ་ཡག་གི་འབད་རྩོལ་བྱེད། དེའི་ཆེད་དུ་རྩོད་པ་བརྒྱབ་ཡག། ད་རྩོད་པ་བརྒྱབ་པ་དེ་ཡོང་མཚམས་ཅི་ལ་ཡག། དེ་ནས་འཁྲུགས་ཚུལ་ཆེན་པོ་རེ་བཅངས་ནས། ཕན་ཚུན་བརྩོན་གྱིས་སྤྱོད་པ་དང། མདོང་ལ་སོགས་པའི་འབེབས་པ་དང། དེ་ནས་དེ་ལ་བརྟེན་པའི་མི་དགེ་བའི་སྡིག་པ་སྣ་ཚོགས་པ་བསགས་ནས། ཕྱི་མ་ཡང་ངན་སོང་གི་ལུས་ལ་རྒྱུ་བསྒྲུབ་བྱའི་ཚིག་ཆེན་ཚོ་མི་ཚིག་སྟེ། བཀའ་ལས་ཆེན་པོ་ཚིག་ཆེན་པོ་ཚིག་བཞི་པ་དེ་བཀའ་ཚིག་བཞི་པའི་ཚིག་དེ་རེད། དཀའ་ངལ་མེད་པ་ལས་ཚིག་མེད་ཟེར། འདན་པར་ཡང་འདིར་བརྗོད་ལ་ཚིག་ཅིག་ཡོད་ས་ཚིག་འདི་རེད། འདི་དག་གི་ནི་ཚིག་ཆེན་ཚོ། འོ་འདི་ཡིས། ཚིག་འདི་ཡིས། འཚོ་བའི་ཆེད་དུ། ཇི་ཙམ་གྱི་སྡུག་བསྔལ་མྱོང་གི་ཡོད་པའི། ཁོ་རེ་ཉེས་དམིགས་ཟེར་གསུངས་པ་རེད། ད་གཉིས་པ་འཇིག་རྟེན་ཕྱི་མའི་འཇིགས་དམིགས་དེ་ག་རེ་ར་བྱེད་ན། བདེ་འགྲོར་ཡང་དང་ཡང་འོངས་ཏེ་བདེ་བ་མང་པོ་བསྐྱེད་བསྐྱེད་ནས་ཤི་ནས་ངན་སོང་སྡུག་བསྔལ་ནི་ཡུན་རིང་མི་ཚེ་རྣམས་སུ་ལྷུང། འཇམ་འཇམ་སྟབས་ཡག་ནས་དགེ་བའི་བཤེས་གཉེན་ལ་བསུ་བ་འཕྲད་ནས་དགེ་བའི་ལས་ལ་བསུ་བ་བྱེད་པའི་རྒྱུ་མཚན་ལ་བརྟེན་ནས་བདེ་འགྲོར་ལྷ་དང་མི་ཡི་འཇིག་རྟེན་ནི་ཡ་ལྕི་བ་ཡང་ཡང་གླེང་གི་ཡོད་རེད་བདེ་འགྲོར་ཡང་དང་ཡང་འོངས་ཏེ། སྡེ་བ་མང་པོ་བཅས་བྱས་ནས་འདིར་འགྲོ་ཡོང་བའི་སྐབས་ལ་ཡང། མི་དང་ལྷ་ཡི་སྡེ་བའི་ལུང་བཅུད་ལ་དཔྱད་ཀྱི་རེད། བཅས་བཅས་ནས། ད་དུང། འཁོར་བ་ལས་ཐར་བའི། ཐར་བའི་གོ་བ་འགྲུབ་པའི་ལམ། མ་འཚལ་བ་ཡིན་ཙང། སྡེ་བ་མང་པོ་བཅས་བྱས་པའི་རྗེས་ལ་ཡང། ཤིན་ཏུ་དུས་སྐབས་ལ། ཡང་ངན་སོང་འགྲོ་གི་རེད། འགྲིམ་འགྲུལ་ལྟེ་བ་ལ་ལུང་བསྐྱེད་པའི་སྐབས་ལ་ཡང། དགེ་བ་སྒྲུབ་ངེས་དེ་དཀོན་པོ་རེད། སྡིག་པ་སྒྲུབ་ངེས་དེ་མང་པོ་རེད། ཡང་དེ་འདྲ་ཡིན་ཙང། སྡིག་འགྲོ་ནི་ངར་འགྲོ་བ་དེ་མང་པོ་ཡོད་རེད། ཤི་ནས་ངན་སོང་འདུག་ངེས་ནི་ཡུན་རིང་མི་སྲིད། ཡང་ཤི་ནས་ངན་སོང་ལ་ཅི་བྱེད། ངན་སོང་གི་སྡུག་བསྔལ་ཡུན་རིང་པོ་དང། ཛག་དྲག་པོ་མི་སྲིད་པ་རྣམས་སུ་ལྷུང་འདུག་རེད། ཨ་རྡོ་བསམ་ནས། ངན་འགྲོའི་གཉིས་མེད་བསམ་ཡག་དེ་རེད། ཚེ་འདིའི་གཉིས་མེད་བསམ་ཡག། སྐྱེ་བ་ཕྱི་མ་ངན་སོང་ལ་སྐྱེས་པ་ཡིན་ན། དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པའི་ངན་སོང་གི་སྡུག་བསྔལ་བསམ་ཡག། སྲིད་པ་ནང་ནས་གཡང་ས་མང། དེར་ནི་དེ་གཉིས་མིན་འདི་འདྲ། དེར་ཡང་ཕན་ཚུན་འགལ་བས་ན། ད་སྲིད་པ་སྤྱིའི་གཉིས་མེད།

གང་ལྟར། དེ་ཚོ་ཡང་གཡང་ས་ལས་གྲོལ་བ་མ་རེད། གཟུགས་དང་གཟུགས་མེད་ཀྱི་ལྷ་ལ་སྐྱེས་པ་ཡིན་ན་ཡང། དེར་སྐྱེས་པའི་ལས་ཀྱི་འཕེན་པའམ་ཏིང་ངེ་འཛིན་གྱིས། འཕེན་པ་རྫོགས་པའི་སྐབས་ལ་ཡང་འགྱུར། ངན་སོང་གིས་མཚོན་པའི་འདོད་པའི་རྒྱུ་མཚན་ནི་མང། ལྷུང་ཡ་དེ་ད་གཡང་སར་བེད་སྤྱོད་པར་སྲིད་པ་ན་ནི་སྲིད་བ་ལས་འཁོར་བ་འདིའི་ནང་ན་ཁམས་གོང་མར་མཆིས་པ་ཡིན་ན་ཡང་འོག་ཏུ་ལྷུང་བཟང་གི་གཡང་ས་མང་པོ་རེད། རླངས་ཚ་རུ་ལྷུང་གཡང་ཚ་རུ་ལྷུང་བ་ཡིན་ན། དེ་ལས་ཕྱི་ནས་གང་གིས་ལྷུང་བར་འགྱུར་གསུངས་པ་ནང་བཞིན། འདིར་ནི་འདི་ཉིད་མི་ཡི་འདི་འདྲའི། གཡང་ས་རུ་ལྷུང་བའི་ངན་སོང་གི་གནས་དེ་ཚོ་ནང་གཡང་ས་རུ་ལྷུང་ལྷུང་བ་ཡིན་ན་གཡང་ས་དེར་ནི། དེ་ཁོ་ན་ཉིད་ཀྱི་དོན། ཁོང་དུ་ཆུད་པ། མིན་པ་ཡིན་ཙང་ཁོང་དུ་ཆུད་པའི། སྐབས་མེད་པ་ཡིན་ཙང། འདི་ནི་ཁུ་བའི་ཆིངས་དང་འདི་འདྲ་བ་དེ། ནམ་ཡང། མ་ལུས་པ་ཞིག་ནི་བསྡད་ཀྱི་རེད། འདི་ཡང་ཕན་ཚུན་འགལ་བས་ན། འདི་ཡང་ཕན་ཚུན་འགལ་བས་ན་ཟེར་དེ། ཚིག་འདི་རྒྱབ་བདུད་པོ་རེད་ཅེས་ཡོད་མ་རེད། འདི་ཁོ་ན་ཉིད་ཀྱི་དོན་ཁོང་དུ་མ་ཆུད་ན། ཐར་པའི་རྒྱུ་དང་འགལ་བས། དངོས་པོ་ལ་བདེན་པ་དྲུག་བཏགས་ནས། ཨ་ནི་འཁོར་བ་འཁོར་བ་འགའ་ཞིག་འཁོར་བ་འཁོར་བ་འགའ་ཞིག་བྱེད་ཀྱི་རེད། དེ་ཡང་ཕན་ཚུན་འགལ་བས་ན། གོང་དུ་དེ་འདྲར་བྱས། ད་སྒྲིབ་པའི་འབྲས་དང་དེ་འདྲར་བྱེད་རེད། དེར་ནི་དེ་ཉིད་མི་འདི་འདྲའི། དབྱངས་གསལ་གནས་དེར་ནི། ཁུ་བ་ལས་གྲོལ་བར་བྱེད་པའི་དེ་ཁོ་ན་ཉིད་ཀྱི་དོན། རྟོགས་པ་མིན་པ་ཡིན་ཙང། ད་འདི་འདྲ་བ་དེ་གནས་སྐབས་ལ་ཡང། ཁུ་བའི་རྒྱུ་དང་ཐར་པའི་རྒྱུ། ཕན་ཚུན་འགལ་བའི་རྒྱུ་མཚན་གྱིས། གང་ལྟར། ལྡེམ་པོ་འབྲུ་ལྟ་བུའི་གླུས། ཁོ་བོར་ཁོ་བོ་འབའ་ཞིག་ཏུ་ཟེར་བར་རིགས། སྲིད་ན་དེ་གཉིས་འདི་འདྲ་མེད། དེ་ཡང་དཔེ་མེད་མི་ཟེར་བས། སྡུག་བསྔལ་རྒྱ་མཚོ་མཐའ་ནས་འདས། སྲིད་པ་འདི་རྣམས་ནི་ཡང། དེ་ཁོ་ན་ཉིད་ཁོང་དུ་ཆུད་པ་འདི་འདྲ། མེད་པ་ཡིན་ཙང་འདི་འདྲ་བ་མེད་པ་ཡིན་ཙང། དེ་ཡང་དཔེ་མེད་པའི་མི་བཟད་པའི་སྡུག་བསྔལ་གྱི་རྒྱ་མཚོའི་ནང་ནས་ཡང་མཐའ་ལས་འདས་པ་རེད། ད་སྡུག་བསྔལ་གྱི་རྒྱ་དེ་གནས་ཚུལ་དེ་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པའི་གནས་ཚུལ་དུ་བལྟམས་པ་ཡིན་ན། དཔེ་མེད་པ་དང་མི་བཟད་པ་ཡིན་པ་ཅི་པར་རེ་བ་སྲིད་ན་དེ་གཉིས་འདི་འདྲ་མེད། དེ་གཉིས་ཁོང་དུ་ཆུད་པ་འདི་འདྲ་མེད་པའི་རྒྱུ་མཚན་གྱིས། ཨ་ནི། ཁུ་བའི་གནས་འདིར་ཡང། དཔེ་མེད་ཅིང་མི་གསལ་བའི་སྡུག་བསྔལ་ཉོ་ཐག་ལས་འདས་པ་མྱོང་བར་བྱ་གི་རེད། ད་དེ་ཇི་ལྟར་འབྱིན་མིན་ཉེས་མེད་དེ་རེད། དེ་འདྲ་ཡིན་ཙང་དེ་ཚོ་ལས་གྲོལ་དགོས་ཀྱི་ཡོད་ན། ཨ་ནི་ངེས་པར་དུ་གཏོར་མ་ཉིད་གཏོར་བ་ལ་འབད་དགོས་ཀྱི་རེད། འདི་ཉིད་གཏོར་བ་ལ་འདི་འབད་དགོས་ཀྱི་རེད། འོ་དེ་སོང་བ་རེད། ད། སྟབས་ཡག་ནས་བདེ་འགྲོ་སྤྱི་བའི་དབང་དུ་བཏང་ན་ཡང། བདེ་འགྲོ་སྤྱི་བའི་སྐབས་ལ་ཡང། ཆོས་སྒྲུབ་པའི་ལུང་ཡོད་རེད་པས་ཡོད་མ་རེད་ཟེར་ན། ད་ཕྱི་ཤོས་ཀྱི་ལེ་ལོ་ལྡོག་པའི་ཆེད་དུ་ལས་གསུངས་པ་རེད། དེ་ནས་དེ་ལྟར་སྟོབས་ཆུང་ཞིང་དེ་ནས་ཚིག་ཡང་ཐུང་བ་ཉིད། འདི་ཡང་གསོན་དང་ངན་སྨྲས་བྱེད། བྱས་དང་སྤྲད་དང་ངལ་བ་དང། གཉིད་དང། ཚེ་དང་དེ་བཞིན་དུ། བྱེད་དང་འགྲོ་བ་དོན་མེད་ཅེས། ཚེ་ནི་དོན་མེད་འདའ་བ་ལས་ཚེ་ནི་དོན་མེད་ཉོན་འདའ་ཡི། རྣམ་དཔྱོད་བཞིན་དུ་ཉེ་བར་དཀའ། འོན་ཏེ་དེ་གཉིས་པོ་དེ་ཉམས་རྟོགས་ལ། འདྲེས་ནས་འགྲོ་བས་རེད། འདིར་ནི། གོང་དུ་ཞུ་བ་ནང་བཞིན།

མི་ལ་སོགས་པ་ལ་སྐྱིད་པ་ཡིན་ན་ཡང་ཚེ་རིང་པོ་མེད་པར་འདིར་ནི་ཅི་ཡང་ཐུང་བ་ཉིད། འདིར་ཡང་གསོན་དང་ནད་མེད་ཅིག་བྱེད་དང་སྤྲིན་དང་ངལ་བ་དང། ཚེ་ཐུང་ཐུང་དེའི་རིང་ལ་ཡང། ཚེ་ཐུང་ཐུང་དེའི་ནང་ལོགས་ལ་ཡང། རང་ཉིད་གསོན་པོར་བསྡད་པའི་ཆེད་དུ། ལྟར་རང་གི་ལུས་ཀྱི་འཕྲོད་བསྟེན་ལ་གཟུགས་པ་དེ་འདྲའི་ཆེད་དུ། ནད་མེད་པར་བྱེད་ཡག་དང། མཁྲིས་པ་བསལ་ཡག་དང་ངལ་བ་བསལ་ཡག། ད་གང་ལྟར། ཚེ་འདིའི་ལྟོ་གོས་བཏང་སོང་དང། འཕྲོད་བསྟེན་ལ་བཟོ་བའི་ཆེད་དུ། ཨ་ནི་དཀའ་ལས་བརྒྱབ་ཡོད་རེད། ནད་མེད་ཅིག་བྱེད་དང་ཟེར་ཡག་དེས་ནད་མེད་པར་བྱེད་པའི་ཐབས། སྨན་བསྟེན་པ་ལ་བཟོ་བ། ཨང་དེ་འདྲས་ཀྱི་བྱེད་པ་དང་དེ་འདྲས་ཀྱི་ལས་ཀ་དང། ཨ་ནི་མཁྲིས་པ་དང།

སྡིག་པའི་གྲོགས་པོ་ལ་སོགས་པ། སོ་སོ་སྤྱིའི་སྡིག་པའི་གྲོགས་པོ་ལ་སོགས་པ། དེ་ཚོ་དང་འགྲོགས་ནས། དོན་དག་མེད་པ་ལ་ཡ། ཚེ་འདི། མགྱོགས་པོ་གཅིག། དུས་མེད་ཅིག། ཚེ་འདི་དུས་མེད་མྱུར་འདའ་ཡིས། མ་ཐོབ་བས། སྲིད་པ་འདི་ལས། གྲོལ་བས། འདི་ཁོ་ན་ཉིད་ཀྱི་དོན། ལ་སྤྱོད་པའི་རྣམ་དཔྱོད། ཤེས་རབ་ཤིན་ཏུ་རྙེད་པར་དཀའ་བ་རེད་ཟེར། ང་ཚོས་གསུང་གི་རེད། ད་དེ་འགྲིག་རེད་ཟེར་བྱས། ད་བྱིས་པ་དལ་འབྱོར་ཤིན་ཏུ་རྙེད་དཀའ་བ་བསམ་པ་དེ་རེད། ད་དལ་འབྱོར་ཤིན་ཏུ་རྙེད་དཀའ་བ་བསམ་པ་དེ། འདིར་འགྲོ་ལྕི་བའི་དུས་སུ། སྟོན་པ་ཉིད་ཀྱི་དོན་བསྒོམས་ནས། ཨ་ནི་གོ་བ་ལས་བརྟོལ་བ་བྱས་ཆོག་གི་རེད་བསམ་པ་ཡིན་ན་བྱས་ཆོག་གོ་ཞེ་ན། དེར་ཡང་རྒྱན་དྲུག་དེར་ཡང། རྣམ་གཡེང་བསྒོམ་པ་ནི་བཟློག་པའི་ཐབས་ནི་ག་ལ་ཡོད། དེ་ཡང་ངན་སོང་ཆེན་པོར་ནི། ལྷུང་ཕྱིར་བདུད་ནི་བརྩོན་པར་བྱེད། རྣམ་གཡེང། བརྩོན་འགྲུས་ཀྱི། ལེའུའི་སྐབས་སུ་བཤད་པ་ནང་བཞིན། ཕྱི་ཤུན་དང། བྱ་བ་ངན་ཤིང་དང། རྗེས་དགའ་བ་ལ་སོགས་པ། དེ་འདྲའི་གྱི་རྣམ་གཡེང་ལ། རྣམ་གཡེང་དུ་བྱས་ཏེ། བཟློག་པའི་ཐབས་ཀ་ལས་ཁག་པོ་རེད། འདིར་ཡང་རྣམ་གཡེང། གོམས་པ་ནི་བཟློག་པའི་ཐབས་ནི་ག་ལ་ཡོད། རྣམ་གཡེང་ཤིན་ཏུ་གོམས་པ་ཆགས་སོང་ན། ལྕི་བ་ནི་ལྕི་བ་ནི་གོམས་ཡོད་ལ་ད་དུང་གོམས་པ་ཆགས་སོང་ན། རྣམ་གཡེང་དུ་བའི་ཐོག་མེད་པ་རུ་ཅི་རེད། དེ་ཙམ་དུ་མ་ཟད་པས། དེར་ཡང་ངན་སོང་གཅིག་འབུར་ནས་སྟོང་ཕྱིར་བདུད་འདི་བརྩོན་པར་བྱས། ལྷ་ཡི་བུ་བདུད་ལ་སོགས་པ། ཡང་མེད་ན་བདུད་ཀྱི་ལས། གཞུང་ནས་བཤད་པའི། བར་གྱི་བྱིན་པ་གཞུང་ནས་བཤད་པའི་བདུད་ཀྱི་ལས་ལ་སོགས་པ། དེ་སྐྱེས་དེས། བར་ཆད་བྱེད་ཡ་ལ། དུས་རྟག་ཏུ། བལྟས་བལྟས་པར་རེས། ལྷ་ཡི་བདུད་ནི་བཙུམ་པར་བྱེད། ལྟུང་ཕྱིར་བདུད་ནི་བཙུམ་བཙུམ་པར་བྱེད། ང་ཚོས་ནམ་རྒྱུན་ནས། ལམ་རིང་དང། བླ་མའི་གནས་ལུགས་སོགས་སྒོམ་པའི་སྐབས་ལ་ཡང། དོན་ཆེན་པོ་གསུམ་གྱི་གསོལ་བ་འདེབས་པར་ཟད་ཅིང་དབུལ་བའམ། དོན་ཆེན་པོ་གསུམ་གྱི་གསོལ་བ་བཏབ་དུས་སྐབས་ལ། ཕྱིན་ཅི་ལོག་གི་བློ་སྣང་མྱུར་དུ་འགགས་པ་དེ་དོན་ཆེན་པོ་གཅིག་རེད། ཕྱིན་ཅི་མ་ལོག་པའི་བློ་སྣང་མྱུར་དུ་སྐྱེ་བ་དེ་དོན་ཆེན་པོ་གཉིས་པ་དེ་རེད། སྐྱེ་འཆི་སྣང་གི་བར་ཆད་ཙམ་གྱི་ཉེས་པ་ཞི་བ་དོན་ཆེན་པོ་གསུམ་པ་དེ་རེད། ཆུ་ཡང་དག་པའི་སྤྱི་ཡོངས་ཡང་ལི་ཡ། ཕྱི་ནང་གི་བར་ཆད་བཟློག་དགོས་དེ་གལ་ཆེན་པོ་རེད། ཕྱི་ནང་གི་བར་ཆད་ཟེར་དེ། དཔེར་ན། གཞུང་ག་ཤེད་ནས་བཤད་པ་ན་བཤད་པ་ཡིན་ན། ང་རང་ཚོའི་ཉམས་རྟོགས་ལི་ཡ། ལས་ཀྱི་དབང་གིས་གྲུབ་པའི། འགོ་བའི་ལྷ་དང་ལྷན་ཅིག་སྐྱེས་པའི་བདུད་ཉམས་རྟོགས། ལྷན་ཅིག་སྐྱེས་པའི་འདྲེའམ་བདུད་ཉམས་རྟོགས་ཡོད་སྲིད་པ་རེད། བྱས་ཙང་བདུད་དེ་ག་བདུད་ཡིན་ན་ཡང་མི་དགེ་བའི་ཕྱོགས་ལ་ཁྲིད་ཡག་གི་བརྩོན་འགྲུས་བྱེད་ཀྱི་རེད། སངས་རྒྱས་སམ་མ་སྐྱེས་པའི་མཁན་ལ་བདུད་བཅོམ་པའི་མཛད་པ་བསྟན་དགོས་ཡ་དེ་ཡིན་རྒྱུ་རང་རང་སོ་སོའི་ནང་གི་ཉོན་མོངས་པའི་སེམས་ཡིན་པ་ལ། དེ་ཕྱིའི་རྣམ་པ། ལྷ་ཡི་བུ་བདུད་ལ་སོགས་པ་བགེགས་ཀྱིས་སོགས་སུ་ཤར་བ། འོན་ཏེ། ཡོད་རེ། ལྟུང་བྱེད་བདུད་ནི་བརྩོན་པར་བྱེད། དེ་ནི་སློབ་པའི་ལམ་མངོན་ཞིང་རྩིས་བཟུང་ལས་ཀྱང་བགེགས་བཀག་སྟེ། ད། ད་འགྱུར། སྟེང་གཅིག་ཐུབ་པ་ཡིན་ན་ཡང། འགལ་རྐྱེན་ག་རེ་ག་རེ་ཡོད་པ་དེ་གསུངས་པ་རེད། དེ་ནི་དེར་ཉམས་ཆུང་ཞིང་དེའི་ཚེ་དེ་ནི་ཚིག་ཡང་ཐུང་བ་ཡིན། དེ་ཡང་སུན་དང་ནད་མེད་ཀྱི་བྱེད་ཐབས་དེ་ལ་འགལ་བ་དང་གཉིས་དང་ཚིག་དང་དེ་བཞིན་དུ་བྱེད་དང་སྒྲུབ་པ་དོན་མེད་ཅིང། ཚེ་ནི་དོན་མེད་འདར་གྱི་བ་རྣམས་ཆུ་བཞིན་དུ་རྙེད་པར་དཀའ་བ། དེ་ཡང་རྣམ་གཡེང་གིས། དགོངས་པ་དེ་འདོར་བའི་ཐབས་དཀའ་བ། དེར་ཡང་ངན་སོང་ཆེན་མོ་ནས་སློང་བའི་ཕྱིར་དུ་བདུད་ཀྱི་བཙུན་པ་བྱེད་ཀྱི་ཡོད་པ་ཨ་ཏི་བྱེད་དེ། དལ་འབྱོར་རྒྱུ་བའི་སྐབས་ཀྱི་བར་ཆད་ཀྱི་རིགས་དེ་བྱེད་དེ་འདྲ་སྣང་བ་རེད། དེ་འདྲ་ཡིན་དུས་སྐབས་ལ་དལ་འབྱོར་ཐོབ་སོང་བསམ་དྲན་ནས་འདི་ཙམ་གྱི་ད་བློ་ཚིམ་ནས་བསྡད་ཡོད་མ་རེད། འབད་པ་མ་བྱས་པ་ཡིན་ན་ཁ་ལས་ཁ་པོ་རེད། ནི་ལོག་པའི་ལམ་མང་པོ་རེད། དེ་གསུམ་ལས་བརྒལ་བའི་ཀ་བ་རེད།

དེ་ལས་ལྷག་པ་གཅིག་གིས་སངས་རྒྱས་འཇིག་རྟེན་དུ་བྱོན་ནས་བསྟན་པ་མ་རྙེད་པར་གནས་པ་དེ་ལ་ཁྲེལ་ཡ་བཞག་ཁག་པོ་རེད། དུས་རྒྱུན་དུ་ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པ་མང་པོ་ཡོངས་སུ་འོན་བཞིན་པའི་དབང་གིས་ཉོན་མོངས་དེ་ཚོ་ཡང་སྤང་ཁག་པོ་རེད། ད་དེ་འདྲ་ཡིན་དུས་ག་ལ་ཡིད་མ་ཡིད་མ་ཞེས་པ་ངོ་ཚ་བའི་ཚིག་འམ་སྐྱོའི་ཚིག་སྡུག་བསྔལ་བརྗོད་པར་འགྱུར། དེ་ཚོ་ལ་བལྟས་པ་ཡིན་ན་ཨ་ནི་སྡུག་བསྔལ། མཐའ་ཡས། ལས་ཡ་གཅིག་ཨ་ལ་མེད་པའི་སོགས་ཀྱི་འགྱུར་བ་གོང་གི་རྗོད་བྱེད་ལྟར་བསྟན་ནས། ཟླ་ལྔ་པ། རང་གཞན་ཁུ་བའི་སྡུག་བསྔལ་གྱིས་སྣང་བ་ལ་མྱ་ངན་བྱ་བར་གྱུར་པ་དེ་རེད། རང་དང་གཞན་ཁུ་བའི་སྡུག་བསྔལ་ཀུན་ཏུ་ཤེས་པ་ཚོས་སྣང་བ་ལ་ཡང་མྱ་ངན་བྱ་ཡི་ཡོད། དེ་ལྟར་ཤིན་ཏུ་སྡུག་བསྔལ་ཡང། རང་སྡུག་བསྔལ་མཐོང་གང་ཡིན་པ། སྡུག་བསྔལ་ཆུ་བོར་མནན་དེ་དག། ཅི་ཡི་མྱ་ངན་བྱ་བར་གྱུར།

ཤིན་ཏུ་སྡུག་བསྔལ་བ་ཡིན་ན་ཡང། རང་གི་སྡུག་བསྔལ་ལ་སྡུག་བསྔལ་ཡིན་པ་མ་མཐོང་བ་གང་ཡིན་པ་དེ། རང་སྡུག་བསྔལ་མཐོང་གང་ཡིན་དེ། སྡུག་བསྔལ་ཆུ་བོར་གནས། འདི་དག་ཅི་ཞིག་མྱ་ངན་བྱ་བར་བརྗོད། སྡུག་བསྔལ་ཡུལ་བ་ཙམ་དུ་མ་ཟད་པའི། སྡུག་བསྔལ་ལ་སྡུག་བསྔལ་མཐོང་བའི་བློ་མེད་པར་བྱས་ཏེ། ཨ་ནི། སྡུག་བསྔལ་ཅན།

ད་གོང་དུ་ཞུས་པའི། དེར་ནི་ལུས་པའི་ལམ་མང་ཞེས་གསུངས་པ་ན་བཞིན་ད་ལུས་པའི་ལམ་དེ་ཚོའི་དཔེ་མཚོན་རེ་གསུངས་དགོས་རེད། དཔེར་ན། འགའ་ཞིག་ཡང་ཡང་ཁྲུས། བྱས་ཏེ་ཡང། ཡང་མིར་འཇུག་པ། དེ་ལྟར་ཤིན་ཏུ་སྡུག་བསྔལ་བ། ནས་ཀྱང་བདག་ཉིད་འདིར་སློང་ཞིང།

གངྒཱའི་ཆུ་བོ་ལ་ཁྲུས་བྱས་པ་ཡིན་ན། སྡིག་པ་ཐམས་ཅད་དག་འགྲོ་བ་རེད་ཟེར། དེ་ཡི་ཡིད་ཆེས་ཡུལ་མི་མང་པོ་ཡོད་རེད། འགའ་ཞིག་ཡང་ཡང་ཁྲུས་བྱས་དེ་ཡང་ཡང་མེར་འཇུག་པ་ཟེར། ད་ད་རི་སང་ཉིན་མི་རང་ལ་ཞུགས་མེད་ད་དངོས་སུ་མཐོང་ཡག་མི་འདུག་ཨ། རྔན་མ་ཡིན་ན། ཤིང་གཟུགས་ཀྱི་སོ་ལས་སྐྱ་བའི། སྐབས་ལ་ཡང་དོན་ཡར་གྱི་ཤིང་གི་རྩམ་པ་སྦྱོར་བ། འོ་དེའི་ཤིང་གི་རྩམ་པ་དེ་བུས་ལ་ཡང། མི་བོར་ནང་བརྒྱངས་ནས་མི་གང་ཡང་ཅི་བྱེད་ངན་འདི་འདྲ་ཡོད་རེད་འདི་ཟེར་བར་བྱས་ནས། རང་གི་ལུས་ཀྱི་ཕྱོགས་ཚང་མ་ནོར་ཡ་དེ། ཤིང་མཚམས་འདི་སྤོངས། གལ་སྲིད་ཤིང་མཚམས་མ་རྙེད་པ་ཡིན་ན་ཤིང་སྤོངས་འདི་ལས་མི་བཏང་ནས་འདི་བྱེད་ལ་ཡག། པས་ཚིག་རྩིས་པ་བདེ་ངན་གྱི་འབྲེལ།

ཤེས་ཡ་དང། ལྕི་བ་ཕྱི་མའི་སྡུག་བསྔལ་མི་བཟོ་བ་དེ་འདྲའི་ལས་ཡ། བསམ་བློ་ཆོས་ནས་མེད་པར་བྱས་ནས། དགྲ་བཅོམ་པ་ནང་བཞིན། དགའ་བྱེད་ཀྱི་ཉེས་པ་སྤངས་སེམས་ངན་དགྲ་བཅོམ་པ་ནང་བཞིན། བཅུ་ལས་གནས་པ་དེ་ཚོ་ལ། ངས་དང་པོ་འཆི་བདག་གིས་བསད་ཀྱི་རེད། བསད་པ་ཙམ་དུ་མ་ཟད་པས། ངན་སོང་དུ་གཏོང་བའི་སྡུག་བསྔལ་མི་བཟད་པ་ཡོང་གི་རེད། མཐར་བྱེད། དཀྱུས་སུ་མེད་ཅིང་དཔངས་སུ་མེད་པར་འཆི་བདག་གི་དང་པོ་ཉིད་དུ་སོང་སྟེ་དག་ཅིང་སད་ནས་སད་བྱས་ནས་ངན་སོང་གསུམ་དུ་ལྷུང་བས་སྡུག་བསྔལ་མི་སྲིད་པར་འོང་འགྱུར་བ་སོགས་འདི་དང་འདི་གསུངས་པ་ནི་གཞི་ཆེན་པོའི་རྣམ་པའི་འཛིན་སྟངས་བསྟན་པ་དེ་རེད། དུས་ཆེན་པོའི་ཡིད་ཆེན་པོས་རྣམ་པའི་འཛིན་སྟངས་འདི་ག་འདྲས་བྱུང་བ་ཞེ་ན། དེ་ལྟར་སྡུག་བསྔལ་མི་གཏོང་བར་བསོད་ནམས་སྤྲིན་ཆེན་འདི་བྱུང་བས་རང་གི་བདེ་བའི་ཚོགས་ཆར་བྱས་ཞི་བར་བྱས། ཞི་བྱས་པར་བདག་ནམ་ཞིག་འགྱུར། འོ་དེ་ལྟ་བུའི་སྡུག་བསྔལ་གྱི་མི་ཡིས་གདུང་བའི་སེམས་ཅན་ཐམས་ཅད་ལ། ད་བསོད་ནམས་དེ་རང་གི་བསོད་ནམས་དེ་སྤྲིན་གྱི་གཟུགས་སུ་བཀོད། དེ་ལྟ་བུའི་སྤྲིན་གྱི་གཟུགས་སུ་བཀོད་པ་དེ་ལས་བྱུང་བའི་རང་གི་བདེ་བ་དེ་ཆར་པའི་གཟུགས་སུ་བཀོད། སྡུག་བསྔལ་དེ་མིའི་གདུང་བའི་གཟུགས་སུ་བཀོད་ནས། ད་སྡུག་བསྔལ་མིའི་གདུང་བའི་སྤྱིན་དུ་རྣམས་ལ། ཞེས་པ་ལ་བདག་གིས་བསོད་ནམས་ཀྱི་སྤྲིན་ལས་བྱུང་བའི་རང་ཉིད་ཀྱི་བདེ་བའི་ཚོགས་ཁྱབ་པ་ལྟ་བུས་གཞན་གྱི་སྡུག་བསྔལ་མི་ལྟ་བུ་དེ་ཞི་བར་བྱེད་ནུས་པ་ཅིག་ཞི་བར་བྱེད་ནུས་པ་ཅིག་དེ་འདྲའི་ང་དགའ་སྡུག་ཡོང་གི་རེད། ནམ་ཞིག་འགྱུར་ཞེས་པ་དེ་སྨོན་ལམ་དང་དམ་བཅའ་གཉིས་ཆ་རེད། ང་ཚོས་ཉིན་གཅིག་ལ་བཟོ་བ་དེ་ཚོས་བསྒོམ་པའི་སྐབས་ལ་ཡང། ཁྱད་ཆོས་གསུམ་ལྡན་དེ་གཞན་ལ་བཟོས་ཤིང་བསྒོམ་དགོས་རེད་པ། དང་པོ་དེ། སྡུག་བསྔལ་ལས་ཐར་ན་ཅི་མ་རུང་སྙམ་པ་བྱེད། གཉིས་པ་དེ་སྡུག་བསྔལ་ཐར་བར་གྱུར་ཅིག་སྙམ་པ་བྱེད། ཨ་ནི་གསུམ་པ་དེ། སྡུག་བསྔལ་ལས་ཐར་བར་བདག་གིས་བྱའོ་སྙམ་པ་བྱེད། དེའི་རྗེས་ལས་དར་བྱེད་མི་རོ་ལངས་ལས་ཅི་ཉིད་རབ་གསོལ་བསམ་མ་ཡོང། འདི་ན་ཅི་བྱས་ནམ་བཞིན་འགྱུར་སྲིད་པ་ད་དེ་འདྲའི་དགའ་སྡུག་ཡོང་གི་རེད་བསམ། འདོད་སྲིད་པ་རེད། ཨ་དུ་ཟེར་ནས། ད་ད་འདི་གསར་བརྗེ་འདི་ཡི། ཞུ་རུ་བ་འདི་ཡི། སེམས་ཅན་སྡུག་བསྔལ་བ་ལ་དམིགས་པའི། སེམས་ཅན་ལ་དམིགས་པའི་སྙིང་རྗེ། གཙོ་བོར་བསྟན་པ་རུ་ཅི་རེད། དེ་ལྟར་སྡུག་བསྔལ་མིའི་སྡུག་བསྔལ། བསོད་ནམས་སྤྲིན་ཆེན་ལས་བྱུང་བའི། རང་གི་བདེ་བའི་ཚོགས་འཆར་ཅིག། ཞི་བར་བྱས་བདག་ནམ་བཞིན་འགྱུར། བདག་ནམ་བཞིན་འགྱུར་ཞེས་པ་དེ། སྨོན་ལམ་གྱི་ཚུལ་དུ་བྱས་ནས། དང་རིང་པོར་མ་འདོར་བར་ལ་དེ་ལྟ་བུ་འགྱུར་ཞོག། སྡུག་བསྔལ་དེ་མི་ཡི་གཟུགས་སུ་བཀོད། བསོད་ནམས་དེ་སྤྲིན་གྱི་གཟུགས་སུ་བཀོད། རང་གི་བདེ་བའི་ཚོགས་དེ་ཆར་པའི་གཟུགས་སུ་བཀོད། དེ་ནས་མཚན་ཅན་གྱི་སྡུག་བསྔལ་གྱིས་མི་ཤི་བར་བྱེད་པས། བདུད་བཞི་དེ་བཞིན་ནམ་ཞིག་བྱ་ཡིན་ནམ་ཞིག་བྱ་བར་གྱུར་ཅེས་སེམས་པ། དེ་ཡིས། སྡུག་བསྔལ་ཅན་གྱི་སེམས་ཅན་ནི་མིག་གི་སྙིང་རྗེའི་འཛིན་སྟངས་ཀྱིས་བསྟན་པ་ཡིན་པ་རེད། ད་དམིགས་པ་མེད་པའི་ཚུལ་དུ་འདི་ཡ། དམིགས་མེད་ལ་མི་འཇིགས་ཀྱི་ཚུལ་དུ་འདི་ཡ། ནམ་ཞིག་དམིགས་པ་མེད་ཚུལ་དུ་གུས་པས་བསོད་ནམས་ཚོགས་བསགས་ཏེ། དམིགས་པའི་ཕམ་པར་ཆོས་རྣམས་ལ་ལྟུང་བ་ཉིད་ནས་སྟོན་པར་འགྱུར། འདི་ནང་བཞིན། དུས་ནམ་ཞིག་ཚེ་ནང་སྨིན། དཔེའི་སྟེགས་སུ་གང་ཡང་མེད་པས། ཆུ་དང་འདྲེ་རང་བཞིན་མ་གྲུབ་པ་རྟོགས་པའི་བློས། རྩོམ་པ་པོ་གུས་པ་བདག་གིས། ཡང་ན་རྩོམ་པ་པོ་བདག་གིས་གུས་པ་དང་བཅས་ཏེ། བསོད་ནམས་ཀྱི་ཚོགས་བསགས་ནས། དམིགས་པ་དམིགས་པས་ཕོངས་པར་གྱུར་པ། ཡང་དག་པའི་གནས་པའི་ཕུང་བྱེད་པའི་སེམས་ཅན། དེ་བཅས་ལ་ཡང། སྟོང་པ་ཉིད་སྟོན་པའི་བླ་མའམ་སྟོང་པ་ཉིད་སྟོན་པའི་ལམ་སྟོན་དུ་འགྱུར་རོ་ཤོག་ཅིག། ཨའོ་བདུད་རྩི་ནི། ད་ཏི་ཡན་ཆད་ཀྱི། རྩ་བའི་ས་བཅད་གསུམ་པ། སྟོང་པ་ཉིད་སྤྲུལ་བའི།